ལགས་སོ། དེ་ནི་སངས་རྒྱས་ཀྱི་གསུང་བའི་སྡེ་སྣོད་གསུམ་ཡིན་ན་འདྲ། ཡང་ན། ལམ་བདེན་དང་འགོག་བདེན་ཡིན་ན་འདྲ། དེ་ཚོ་ལ། ཁྱོད་ཀྱིས་འཁོར་ལོ་ཟེར་དེ་འདྲ་ཅིག་ལབ་གི་ཡོད་རེད་བ། སངས་རྒྱས་ཀྱི་གསུང་བའི་སྡེ་སྣོད་གསུམ་དང། དེ་ནི། ལམ་བདེན་དང་འགོག་བདེན་དེ་ཚོ་འཁོར་ལོ་དང་ཆ་འདྲ་བ་རེད། དེ་འདྲ་ཅིག་གསུང་གི་ཡོད་པ་རེད། དཔེར་ན། བྱེ་བྲག་སྨྲ་བ་རྣམས་ཀྱིས་ཆོས་འཁོར་དེ་མཐོང་ལམ་ཁོ་ན་རེད་མཐོང་ལམ་མ་གཏོགས་པའི་ཆོས་འཁོར་ཡོད་མ་རེད་ཟེར་ལབ་དུས་ཁོང་ཚོ་བསམ་བློ་ག་འདྲའི་བཏང་གི་ཡོད་པ་རེད་ལབ་ན་སངས་རྒྱས་ཀྱི་གསུང་རབ་ནང་ལོགས་ནས་བྱུང་བ་ལྟར་ན། འཁོར་ལོ་བསྒྱུར་བའི་རྒྱལ་པོ་ཟེར་བ་ཅིག་ཡོད་པ་རེད། འཁོར་ལོ་བསྒྱུར་བའི་རྒྱལ་པོ་ཟེར་བ་དེ། ཡུལ་ཁམས་མང་པོ་སྟོང་གསུམ་གྱི་སྟོང་ཆེན་པོ་བའི་འཇིག་རྟེན་གྱི་ཁམས་དབང་དུ་གྱུར་པ་རེད། ཁོང་སྟོང་གསུམ་གྱི་སྟོང་ཆེན་པོའི་འཇིག་རྟེན་གྱི་ཁམས་དབང་དུ་གྱུར་བའི་སྐབས་སུ་རྒྱལ་པོ་དེ་ལ་མཚོན་ཆ་ཅིག་ཡོད་པ་རེད། འཁོར་ལོ་ཅིག་འཁོར་ལོ་དེ་དགྲ་ལས་མ་རྒྱལ་བ་དེ་ཚོ་ལས་རྒྱལ་བ་བྱེད་ཀྱི་རེད། རྒྱལ་ཟིན་པ་དེ་ཚོ་ང་འོག་ཏུ་བཅུག་ནས་བདེ་བ་ལ་འགོད་ཀྱི་རེད། འཁོར་ལོ་བསྒྱུར་བའི་རྒྱལ་པོའི་འཁོར་ལོ་རིན་པོ་ཆེ་དང་མཚུངས་པ། འཁོར་ལོ་བསྒྱུར་བའི་རྒྱལ་པོའི་གི་འཁོར་ལོ་རིན་པོ་ཆེ་དང་འདྲ་བ་དེ་མཐོང་ལམ་ཁོ་ན་རེད། ག་རེ་ལབ་ན་མཐོང་ལམ་ཐོབ་པའི་སྐབས་སུ་མཐོང་ལམ་བར་ཁྱད་མེད་ལམ་གྱི་དེ་སྔ་སྤོང་མ་མྱོང་པའི་སྒྲིབ་པ་ཉོན་སྒྲིབ་ཀུན་བཏགས་སྤང་གི་ཡོད་པ་རེད། སྤང་མ་མྱོང་བའི་སྒྲིབ་པ་སྤོང་བ་དང། དེ་ནས་སྤོང་ཟིན་པ་དེ་མཐོང་ལམ་རྣམ་གྲོལ་ལམ་ལ་བརྟེན་ནས་གཏན་དུ་ཡང་བསྐྱར་སྐྱེ་བ་མེད་པ་གསོག་གི་ཡོད་རེད། མཐོང་ལམ་བར་ཁྱད་མེད་ལམ་གྱི་སྐབས་སུ་སྒྲིབ་པ་ཀུན་བཏགས་དེ་ཚོ་སྤངས། མཐོང་ལམ་རྣམ་གྲོལ་རྣམ་གྲོལ་ལམ་ཐོབ་པའི་སྐབས་སུ་སྤངས་ཟིན་པ་དེ་ཡང་བསྐྱར་སྐྱེ་བ་མེད་པ། རྩ་བ་ཉིད་ནས་སྐྱེ་བ་མེད་པ་དེ་འདྲ་གསོག་གི་ཡོད། དཔེར་ན། བྱམས་པ་དང་སྙིང་རྗེ་འདྲ་བོ་བསྒོམས་ནས་ང་ཚོ་རྒྱུད་ཀྱི། ཁོང་ཁྲོ་གནས་སྐབས་མེད་པ་བཟོ་ཐུབ་ཀྱི་ཡོད་པ་རེད། ཡིན་ན་ཡང། ཡང་བསྐྱར་ཚུར་སྐྱེལ་ཡོང་གི་རེད། མཐོང་ལམ་བར་ཁྱད་མེད་ལམ་གྱི་སྒྲིབ་པ་ག་འདྲས་ཅིག་སྤོང་བ་ཡིན་ན་ཡང་རྣམ་གྲོལ་ལམ་ཐོབ་དུས་འགོག་བདེན་ཐོབ་འགྲོ་གི་ཡོད་པ་རེད། ཡིན་ཙང། དགྲ་ལས་མ་རྒྱལ་བ། མ་རྒྱལ་བ་ལས་རྒྱལ་བ་དང། རྒྱལ་བ་རྣལ་དུ་འགོད་པ་དང་ཆོས་མཚུངས་པ་དེ། མཐོང་ལམ་ལ་མ་གཏོགས་ཡོད་པ་མ་རེད། ཡིན་ཙང་བྱེ་བྲག་སྨྲ་བ་རྣམས་ཀྱིས། ཆོས་འཁོར་ལ་མཐོང་ལམ་མ་གཏོགས་ཡོད་པ་མ་རེད་ཟེར་བ་དོན་དག་དེ་རེད། འཁོར་ལོ་དང་ཆོས་མཚུངས་བའི་མཚུངས་ཆོས། གལ་ཆེ་ཤོས་གཅིག་གི་གཉིས་བཤད་ན། མ་རྒྱལ་བ་ལས་རྒྱལ་བ། རྒྱལ་བ་རྣལ་དུ་འགོད་པ་དེ་གཉིས་རེད། དེ་གཉིས་དང་ཆོས་མཚུངས་པ་དེ་མཐོང་ལམ་ལ་མ་གཏོགས་ཡོད་པ་མ་རེད་ཟེར་བ་དེ། བྱེ་བྲག་སྨྲ་བ་འགའི་འདོད་ཚུལ་རེད། དེ་མ་ཡིན་པ་མདོ་སྡེ་པའི་ཡིན་གཅིག་མིན་གཅིག་འཁོར་ལོ་དང་ཆོས་མཚུངས་པ་ཡིན་ན་ཕྱོགས་ཐམས་ཅད་ནས་མཚུངས་པ་དགོས་པ་ཡོད་མ་རེད། འོ་དེ་འདྲ་ཅིག་ཞུ་ཡ་ཡིན་ཐུགས་རྗེ་ཆེ།